ཕ་ཡུལ་ལ་བསྡད་དུས་སྒང་ལ་ཆུ་ཕ་རི་ཚི་རི་རེད། ཆུ་ཕ་རི་ཚི་རི་ཟེར་ནས་ཁོ་རང་ལས་དོག་པོ་མེད་དུས་མ་འོ་དེ་ཡོད་རེད་ང་དེ་ཆུ་ཕ་རི་དེ་ཡོད་རེད་ཅེས་ཁོས་ང་བརྡུང་དུས་དེ་ང་ཚོའི་ནང་ལ་གོ་ཐུབ་ས་དེ་འདྲ་རེད། ཨ་ནེ་ཡིན་རིན་པོ་ཆེ་ལ་བཏང་ཞེས་ཨོ་ཡིན་དེ་ཡིན་ད་ཁྱེད་རང་ཕེབས་བསུ་ལ་བཅར་གི་ཡོད་རེད་ད་སང་ཉིན་ངས་ཨ་ནེ་ཁོ་རང་ཚོ་གི་དེ་ལ་བླ་ན་ཆེ་བའི་མིང་ཅིག་བཏང་གི་འདུག་ཨ། ཨ་ཕས་རིན་པོ་ཆེ་ནས་ཅིག་རིན་པོ་ཆེ་ཅིག་ང་བཏང་དགོ་ཨ་གསུང་གི་འདུག་ད་ཁོ་སང་ཉིན་བཏང་གི་རེད་གསུང་གི་འདུག་ཐོ་ཆ་ན་ཞུ། སང་ཉིན་ཆང་འཛིན་འགྲོ་ངའི་ག་ཚོད་ཡོད་ས་རྒྱུན་ལས་མི་གཉིས་ཕྲད་གིན་ང་རང་འདི་སང་བྱེད་ནས་འགྲོ་གི་ཡིན་ལ་རེ་བ་དེ་ཏག་ཏག་རེད་དེ་ནི་མོ་བྲག་ལ་ཐང་རྒྱལ་སྒོ་བ་ཆེན་པོ་མེད་པ་བདེ་ལོས་ཨ་སོལ་པོ་སྐྱེ་བོ་ཡོད་རེད་གསུང་གི་འདུག་ཨ་ད་སང་ཉིན་ངས་འདི་ཕྲད་ནས་ང་རྒྱ་མུ་ལ་ཕེབས་སུ་ལ་ལྕགས་རྡིལ་སྒང་ལ། ཕལ་སེ་འབྲོག་གནས་ཀྱི་ཡེ་ནས་མ་ཚོགས་པ་གཅིག་འདུག་གང་ན་འབྲོག་ཚོས་གོང་པོ་དེ་ན་གོ་གནས་ང་ལ་ཆད་དེ་ད་ང་སྤྱི་འཐུས་ཟུར་པའི་གོ་གནས་ཡོད་དུས་གཅིག་ཁོ་ར་དེ་འདྲི་ཞིག་གནང་ལ་གཅིག་སྔོན་མ་བོད་གཞུང་ལ་གཅིག་ཡོག་ར་དེ་ལས་བལྟ་འོང་དུས་གཅིག་ང་ཆད་ནས་འོང་རྒྱུ་རེད་འདུག་དེ་གའི་ཕལ་སེ་འབྲོག་གནས་ཀྱི་གཅིག་ལ་ཀ་ན་བཀའ་ཤག་གང་ག་ནས་ཡི་གེ་སྦུག་ལ་ཡར་འཛུལ་ཚར་འདུག་བ་འཛུལ་འཛུལ་ཚར་དེ་ཤོ་ལོག་གི་དེ་གའི་བཀྲིག་གི་དགོང་གྲངས་མ་དགུ་ལྔའི་གི་གཅིག་ལ་ཨ་ན་རྒན་པ་འདྲ་བོ་དེ་ང་རེད་དེ་འདུག། ཨ་ནི་ང་རང་དང་པོ་ནས་ང་རང་ཐོག་ཐོག་ནས་ང་རང་ལན་ནི་གི་ང་འདོན་ཏེ་བསྡད་རེད། ཅེས་བསྡད་དེ་གང་ལགས་ཀྱི་སྐུ་སྒེར་ཡིག་ཚང་དུ་ནི་གི་བསྡད་སོང་ནས་གོང་མི་ལས་དེ་ཤར་ཨ་ནི་ང་དེ་ཡས་དེ་ཚང་མ་དགའ་པོ་ནས་བྱས་སོང། དེ་ང་ཚོས་ཕེབས་བསུ་གྲ་སྒྲིག་ཞུས་ང་རང་དགའ་ཐག་ཆོད་ཅེས་ཐག་ཆོད་ནས་བཟོ་ནས་དེ་ཡས་ཡ་བདེ་བོ་ཡིན་པས་སོང་གི་བདེ་བོ་ཡིན་ཞེས་བརྗོད་དེ་ཁྱེད་རང་གི་དུས་དེ་ང་ནི་སྨྱོ་བྲག་ཆེ་ཡོད་མ་བདེ་བོ་ཡིན།

སྒོ་ཞིག་བསློགས་ནས་ཕོ་ལོག་བཞི་དེ་སྣང་ལ་ཡང་བསྟན་ནས་ཀྱི་ཐོང་ལེ་ལེ་ཀྱི་བྱིན་ལ། ཀུན་དཔའ་བཞི་དེ་སྣང་ལ་བཙུགས་ནས་བསྡད་དེ་འདུག། ཁོང་ཁྲོ་ནི་ཀུན་དགའ་བཟའ་ཆེན་པོ་རིན་པོ་ཆེ་འགྲོ་འགྲོ་འགྲོ་འགྲོ་འགྲོ་ཡི་གླང་མོ་འགོག་སྲིད་ལ་ཡང་ཡང་གླང་མོ་འགོག་བྱ་བ་དེ། མིས་གཙང་ཀ་བྱེད་མི་དགོས་དེ་ནས་ཡང་གཙང་ཀ་བྱས་ནས་ཞོ་བོ་ཅིག་འཇུག་ས་ཡོད་འདོག་ཅེས་འཇུག་སོང་ལྟོ་རྒྱུང་རེ་འགྲོ་ཤ་ལ་ཡིན་ངེས། ཅེས་བསམ་པ་ནག་པོ་ན་བྱས་རེད་དེ་ཅེས་ཚུར་ཕར་ཞོག་ས་ང་ཚོས་ཁ་ང་ཕང་བསྒྲིགས་ནས་འགྲོ་དེ་དེ་དུས་སུ་དེ་ནས་ལྟོ་ཤ་ལ།

ང་ཤི་སྒྲ་གྲགས་ནས་བུ་འགྲོ་གི་འདུག་ང་ཚོའི་མོ་སྒྲ་གྲགས་ཀྱི་བྱེད་པོ་སེང་དར་རིན་པོ་ཆེ་སྐུ་ཞིག་ག་ལེར་བཏང་བ་མ་གཏོགས་ང་རང་ཚོ་ད་ལྟ་ཕེབས་བསུ་བྱས་མི་འདུག་དེ་རིང་མ་ཕར་འགྲོ་ས་རེད། ང་ཚོ་ག་ལི་ག་ལི་འགྲོ་དེ་ཕེབས་བསུ་ནས་ཞོལ་རྒྱལ་ཐང་ནས་ཕུད་ཚར་དེ་ནས་ད་རྒྱང་རིན་པོ་ཆེ་ནས་ཤ་ཆག་ཕོ་བྲང་ནས་འཛུལ་འགྲོ་གི་རེད་ང་ཚོའི་ཁ་ཆེ་དེ་ཡང་བཅུ་ཞག་ལས་འགོར་ག་ལི་ག་ལི་འགྲོ་ས་རེད། ཧོ་ཡ་ས་དེ་ནས་ང་ཚོ་ཀ་ལི་ཀ་ལི་དེ་ནའང་འགྲོ་དེ་ཡིན་དེའི་འོག་གི་པ་ལང་གི་དེའི་འོག་དོག་ཅིག་ལེགས་དེ་དང་ལ་ཤ་ཚོམ་པོ་སྤྲང་མོ་བཙོང་གྱི་འདུག་དེ་ལང་ཀ་གང་ལྟ་དེ་ཨ་ད་ང་ཚོ་ད་རེ་རག་ཤ་ན་ལུག་ཤ་ན་ཉོ་དགོ་དགོ་དེ་རིན་པོ་ཆེན་ངོ་ཉེ་དེ་ལུང་རིན་པོ་ཆེན་ཚ་དགོན་དོན་ལས་ཡང་ཁོ་རང་ནས་ཤ་ཟ་དགོ་དགོ་དུ་ལ་རེ་མི་ནི་དེ་ཤ་ཉོ་ཟ་དེ་ནས་ཀ་ལི་ཀ་ལི་ཡང་འགྲོ་ཨ་དེ་འདྲ་སྤྱང་བོ་བོད་མའི་ཚོ་པ་གི་དེ་ཡར་ལང་ཚ་ཤ་དེ་ནའང་འགྲོ་སོང་དེ་འདྲ་འདྲ་དེ་ནའང་འཇུག་ཕྱིན་སོང།

ཨོ་ཁྱེད་རང་གིས་རྒྱ་གར་རིན་པོ་ཆེ་འགའི་ཨ་ནེ་སྐུ་སོགས་ལ་ཉེས་འགལ་བཀོད་ཡག་དེ་འདྲའི་བཟོ་བོ་ཡོད་རེད་ཟེར་ལབ་ནས་འདས་བདེ་སྲུང་ལ་གནས་ཚུལ་ཅིག་བཀའ་ཤག་ལ་གནས་ཚུལ་དེ་འདྲའི་ཅིག་འཇོག་བསྡད་འདུག་ཨ་ནེ་ངས་ཨ་ནེ་ཨ་ཐང་ངའི་གྲོགས་པོ་རེད་ངས་ངོ་ཤེས་གི་ཡོད་ངའི་གྲོགས་པོ་རེད་དེ་གནང་མཁན་རེད་ཨ་ནེ་ཁོ་རང་གི་དེ་འདྲའི་ཆེ་བཟོ་དོག་ཁ་པོ་མ་རེད་ཡིན་ནའང་ད་ངའི་སྐད་ཆ་ངས་དྲིས་དགོས་ཟེར་བ་ནི་ངའི་ནང་གནས་ཀྱི་ཐོག་ནས་དྲིས་ཅི་བྱས་པ་ཡིན་སེམས་དེ་ལབ་འདུག་དེ་ལ་དེ་དེ་ལ། དྲུང་ཆེ་དེ་ག་ས་དགོན་དེ་བདེ་སྲུང་དྲུང་ཆེ་དངོས་གྲུབ་ཚེ་རིང་ཡིན་འདུག། དངོས་གྲུབ་ཚེ་རིང་ཡིན་བསམ་སོང། ཡིན། ཀྱི་ཡིན་འདུག། དཀོན་བཟང་དཔལ་འབྱོར་འདུག་དེ་མེད་པའི་གི་བསམ་ཆོས་པ་གཅིག་ཡིན་འདུག་ཚིག་ཐོ་རྒྱབ་ངེས་གཉིས་འདུག་ཨ་ང་ཚོ་ཚིག་ཐོ་རྒྱབ་ངེས་གཉིས་ལ་ང་ཨ་མཆོག་རྡོ་པོ་གཅིག་འགྲོ་མ་སོང་དཀོན་བཟང་དཔལ་འབྱོར་ངོ་གཉིས་སྤྱི་འཐུས་མྱང་འདོད་བཟོས་པ་འདྲ། ཨ་ལ་སོགས། ད་ལྟ་རི་སྐོང་མོན་ཆེ་ལ་པདྨ་གསེར་གྱི་གསུང་རྒྱུན་དུ་ས་རྡོ་ར་རག་ཡིན་ན་མི་ཆོག་ཡ་གཅིག་གི་གནས་ཚུལ་གྱི་ད་རི་ཁྱེད་ལ་གསུང་ཡ་འདུག་ང་ད་ལྟ་ལས་མཐོང་ཨ་ཐག་གི་ད་ལྟ་མི་ཚད་གི་རིང་ལ་འདུག་ག་ལས་ག་རི་རྒྱབ་པ་ག་རི་བཟོས་པ་དེ་བོད་གཞུང་གི་ནང་གི་དེ་དེ་གཅིག་མཆན་ངན་གྱི་དེ་སུ་ཡོད་ཟེར་ན་བོད་མི་མང་གི་གཅིག་ལས་ཟེར་ན་འདྲ་བོད་གཞུང་གི་གཅིག་ལས་ཟེར་ན་འདྲ། ག་རེ་ཡོད་ན་ངས་ཁྱེད་རང་ཡིན་ཡིན་སང་ནས་ཀྱི་ལས་དོན་ཨ་ཐ་སྡུག་ག་ལས་རྗེས་ངས་ཁྱེད་རང་ཡིན་སང་ནས་ཀྱི་ངས་བསྡད་དེ་ཡོད་ཟེར། ད་རེས་ཁྱེད་རང་བསྡད་སོང་བཀའ་བློན་དགོས་སྐུ་ཇག་སྒང་ལ་ཕེབས་ཡོང་དུས་སྒང་ལ་བདག་ང་ལ། བཀའ་བློན་འདི་འདྲ་ཅི་གསུང་ཡག་ཡོད་པ་དེ། ད་ང་ཞེ་དྲག་ཡང་འཚེངས་སོང་ཟེར། ད་ང་ཡང་འཚེངས་སོང་ང་ནི་ཕན་ཡག་སྐྱེ་ཡོག་མ་རེད་ཟེར། དེ་ས་རྡོ་རེ་རེར་ཡིན་ན་མི་ཆོག་ཡ་གཅིག་གི་གནས་ཚུལ་སོང་ཚར་རེད་ཟེར། བྱས་དེའི་སྒང་ལ་དེ་ཁུངས་སྐྱེལ་ར་སྤྲོད་ག་རེ་ཡོད། དེ་སྔ་ཁུངས་སྐྱེལ་ར་སྤྲོད་བྱས་ནི་མ་གཏོགས། ངས་བཞག་ཐུབ་པ་ཡང་མ་རེད་ཁྱེད་རྣམ་པས་བཞག་གི་ཡང་མ་རེད་དེ་ངས་བཞག་ཐུབ་ཀྱི་མ་རེད། དེ་ཁྱེད་ང་ནང་གནས་ཡིན་ཟེར་ནས་གི་གསུང་ཡང་མ་རེད་ནང་གནས་གི་གསུང་སྟངས་དེ་ག་མ་རེད། འདི་བདེ་སྲུང་ལས་ཁུངས་རེད་འདི་ཁྱེད་རང་བདེ་སྲུང་བཀའ་བློན་སྐུ་ཕྱྭ་དང་ཞབས་ཕྱྭ་གང་བཞུགས་ཡོད་རེད་འདི་བདེ་སྲུང་གྲོང་ཆུ་བདེ་སྲུང། ལས་ཁུངས་ཀྱི་ནང་ལས་འགན་ཁོ་ནས་རེད་འདི་གཉིས་གཉིས་འདི་ཚིག་ཐོག་རྒྱབ་ངེས་རེད། དེ་བྱས་ཏེ་འདི་ནང་གནས་ཀྱི་གསུང་ཡག་གི་བཀའ་མོལ་ཡང་མ་རེད། ནང་གནས་གསུང་ན་འགྲིག་གི་ཡ་ཡོད་རྒྱུ་མ་རེད། འགན་ཆེན་པོ་དེ་འདྲའི་འདྲ་པོ་གྱིས་གསུང་ཡོང་དུས་ད་ག་རེ་གསུང་རྒྱུ་ཡོད་ན་ད་གསུང་ཤོག་ཁྱེད་ཀྱི་ཐོག་ན་གསལ་པོ་གསུང་རྒྱུ་ཡོད་ཕྱིར་དེ་གསུང་རོགས་གནང། ང་ཐོག་ན་བློ་ཕམ་ཡོད་ཟེར་ན་བློ་ཕམ་ཚད་ལས་འདས་པ་ཅིག་ད་རེས་ཡོད། ངས་མི་ཚེ་གཅིག་གི་ནང་ལ་གནས་ཚུལ་འདི་འདྲའི་ཆེད་ང་ལས་ཐོག་ཨ་ཐག་གི་སྒང་ལ་ཡོང་གི་མ་རེད་ཟེར་སང་གི་མ་གཏོགས་ཉེས་པའི་རྨི་ལམ་གི་ནང་ལ་མ་བྱུང་བ་འདི་གནས་ཚུལ་གཅིག་རེད། རྒྱལ་བ་བསྟན་འཇིག་ལྟ་བུ་འགས་ཨ་ནེ་སྐུ་ཡི་གསུང་བཤད་དེ་ངས་ག་འདྲའི་དགྲ་གཅིག་བོད་གངས་ཅན་གྱི་ཡུལ་ནས་ཚུར་བཅུག་བྱས་པ་དེ་ག་འདྲའི་བཟོས་ཡོད་པ་དེ་ཤེས་ཆེན་གི་རེད་བ་ཚ། བོད་གཞུང་བཀའ་ཤག་ད་ཡོད་གི་བཀའ་ཤག་སྤུ་གུ་དེ་ཚོ་གི་ཤེས་གི་མེད་འགྲོ་བ་ཚ། ཁོ་རང་ཚོས་དེ་བོད་གཞུང་གི་བཀའ་བློན་ཟེར་དུས་གང་ལ་འགྱོད་པ་ཤོག་བུ་གཅིག་ཡིན་མདོག་བྱས་ནས་སྐུ་ཇག་གང་ལ་ཡ་རྒྱ་རིན་པོ་ཆེ་ཐུགས་རྗེ་ཞེན་ལབ་ཀྱི་ཡར་བསྐོལ་བཞག་དེ་སྤྲང་ངོ་མ་ཡིན་བསམ་གི་ཡོད་འདོད་མ་གཏོགས་རྒྱན་གྱི་ཁོ་ཚོའི་དེ་ང་ཙང་ནི་མི་འདྲ་ཟེར། ང་ལས་དང་ཨ་ཐག་གི་འདུག་དཀའ་ལས་རྒྱག་གི་དེ་དེ་སྤྱི་ཆུ་དང་འདྲ་པ་དང་རང་སྲོག་ཁུག་མ་ལ་བཏགས་ནས་དགེ་ཨ་ནི་བོད་སྤྱི་པའི་དོན་དང་ལས་ཀ་བྱས་རྒྱ་རིན་པོ་ཆེ་སྐུ་སྲོག་ལ་བཀྲོངས་རྒྱག་བྱས་མཐའ་མ།

ཁོ་སྔོན་ཁོང་བཅས་ར་སྤྲོད་བྱེད་ཀྱི་ཡོད་ན་བྱས་ཆོག་ཁོ་སྔོན་ཁོང་རང་བཅས་ར་སྤྲོད་བྱེད་ཀྱི་མེད་ན་ད་མོ་གནས་ཚུལ་ཁུར་ཡོང་ངེས་སྲོལ་ཡིན། ད་དེ་ལས་ཁོང་བཅས་ར་སྤྲོད་བྱས་ཆོག། དེ་མ་བྱས་པ་ཞིག་གི་མི་འགྲིག་ཐག་ཆོད་ཡིན། ད་ངས་དེ་གཉིས་ལ་ད་དེ་མ་གཏོགས་ང་ལ་ཡ་ཅི་དེ་ཡང་མ་ར། དེ་ལ་དེ་ལ་དེ་ད་ངས་སང་ཉིན་བཀའ་ཤག་ལ་ཡ་གོ་དུས་ཞིག་གི་ཡིན། གནས་ཚུལ་གང་གི་གང་འདྲས་བྱུང་བ་དེ་ཚང་མ་བཀའ་ཤག་ལ། ཁྱེད་རང་ལགས་པ་དེ་ཅེས་གང་ལ་ཆོས་ལ་ཁག་མི་འདུག་བོད་ཡང་བཀའ་ཤག་ལ་གོ་བསྡུར་བྱེད་འོ་ད་བཀའ་ཤག་གོ་བསྡུར་གནང་རོགས་གནང། བཀའ་ཤག་གོ་བསྡུར་གནང་ནས་ང་ཡན་ཅིན་སྨད་ཅིག་བཀའ་ཤག་ལ་བཅར་ནས་མ་ཐུག་འགྲིག་མ་སོང། བཅར་དགོས་ཀྱི་ཡོད་སྲིད་ལ། ཡ་ས། སང་ཉིན་ཁོང་ཚོས་བཀའ་ཤག་གོ་བསྡུར་བྱས་པ་འདྲ། འོ་ཡང་ཆུ་ཚོད་གཉིས་པར་བཀའ་ཤག་ཡར་ཚོགས་དུས་གང་ལ་ཡང་ང་མ་སྐྱེས་གང་སོང་བཀའ་ཤག་ལ་སྐྱེས་གང་སོང་ངས་སྒུག་དེ་ད།

ཡང་སྒོས་ཁྱད་པར་ཅན་གྱི་སྐབས་ང་མདོ་སྟོད་མི་མང་གི་སྐུ་ཕྱག་ནང་ལ་བསྡད་ཡོད་པ་རེད། ངས་འོག་ནས་མར་དུ་མི་རྒྱ་མཚོ་ཁ་ཤས་ག་ཚོད་ཡོད་ལ་ཁྱེད་རང་ཚོས་ཤེས་ཤེས་པ་རེད་ད་དེ་རྗེས་གང་དགའ། དེ་ནས་རྒྱ་རིན་པོ་ཆེ་སྐུ་སྲོག་དྲུང་ངེས་ཡིན་པའི་ཆེད་ཀྱི་ནང་ལ་ད། ཤེས་རམ་དེ་འདྲའི་མ་རེད་ད་ས་དེ་འདྲའི་མེད་ནས། ང་སྐུ་ཕྱག་ནང་ལ་བསྡད་ངེས་ཀྱི་འཆར་གཞི་དེ་ཡོད་ན། དེ་ནི་ངའི་འོག་ལ་མར་འཆར་གཞི་དེ་ཡོད་ཡོད་ཀྱི་མ་རེད་པས།

འོ་ད་རྒྱ་གཞུང་རེད་ལ་ཐབས་མ་བྱས་ནི་གི་རྒྱ་གཞུང་ལ་རང་ས་ད་ག་ཚོད་ཅིག་གི་མཛུ་གུ་ར་བསྟན་སོང་ནི་འགྲིག་གི་མི་འདུག། མ་གཞི་ཁྱོད་རང་ཚོ་གྲལ་དུ་དེ་ནས་ཡིན་ན་ང་ཁོང་ཁྲོ་ཇི་ས་ལས་བྱུང་ཡ་འབའ་ནས་ཀྱི་ལས་སོ། ཁྱོད་རང་རྒྱ་ལོ་དོན་དྲུག་ལ་ཆགས་བཞག་ན་མིང་ཆེན་པོ་ཅིག་ཆགས་ཡོང་རེད་ཞེ་བརྒྱད་ཆེན་པོ་ཅིག་ཡོད་པ་ཅིག་ཆགས་ཡོང་རེད་ཁྱོད་རང་ཚོ་ལ་ག་རེ་ཞེ་བརྒྱད་ཡོད། ང་ཚོའི་ཨ་ནི་སོག་ཁུག་མ་ལ་བཏགས་ནས་གི། བོད་གངས་ཅན་གི་ཡུལ་ལ་འགྲོ་ནས་གི། མགོ་ཨ་འབྲུག་མགོ་པོ་སྐྲ་གིས་ནི་བཙོས་བཟོས་པའི་ཆེ་གི་དུག་དཀར་ལས་རྒྱལ་ནས་དེས་པའི་དེ་བྱས་གི། ཞེ་བཅད་ལ་བརྟེན་ནས་ཁྱོད་ཚོ་ཧེ་མ་ལ་ཡ་ལ་རྒྱལ་མོ་གོ་ཨ་ཅིག་ཤི། ཨ་ནི་འདས་དེས་ནི་མིའི་ཆེན་པོ་ཁོ། རྒྱུ་ཆེན་པོ་ར། ཤོག་ཅིག་ནི་རྒྱལ་བ་རིན་པོ་ཆེན་གི་མཚན་དུ་ཁུར་ཤོག་ཅིག་ནི་ཨ་ནི།